བླངས་དགོས་ཏེ་དེ་རྣམས་ཀྱི་འདོན་ཆ་ནི་ད་འདི་ཁྲིད་དེ་མདོར་བསྡུས་ཀྱི་རེ་བཞག་གཅིག་དང། ཁྲིད་བརྒྱ་ཡི་ལུགས་སྲོལ་དེ་གང་ཡང་ཡོད་མ་རེད་ཡིན་ན་ཡང་གཅིག་གི་ཡང་ལས་དང་པོ་བ་ལ་ཕན་པོ་ཡོང་དགོས་ད་འདི་ཁྲིད་ནང་ལ་ག་རེ་གསུངས་འདུག་ཟེར་ན་རྐྱེན་རེ་ཟིག་གིས་ད་འདི་ད་འདི་སྐབས་ཀྱི་དབང་གི་ཁྲིད་དབང་དེ་དང་འབྲེལ་བ་ཡོད་པའི་ཁྲིད་རེད་དང་པོ་དེ་དེ་ནི་ངེས་འབྱུང་གི་བསམ་པ་དགོས་ཀྱི་རེད། འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་ལས་སྡུག་བསྔལ་རྒྱུ་དང་བཅས་པ་མ་གཏོགས་སྡུག་བསྔལ་གཅིག་པུ་ལ་ངེས་འབྱུང་གི་ཆ་མ་རེད། སྡུག་བསྔལ་རྒྱུ་དང་བཅས་པ་ཐམས་ཅད་ལས་ཐར་གོ་བསམ་པའི་ངེས་འབྱུང་གི་བློ་བཅོས་མ་མ་ཡིན་པ་ཅིག་དགོས་ཀྱི་རེད། དེ་འདྲའི་གི་བློ་དེ་གཞི་ལ་བཞག་པའི་ཐོག་ནས་དེ་ནས་སྐྱབས་སུ་འགྲོ་དགོས་ཀྱི་རེད་ཟེར་ཡ་དེ་རེད་འདུག་སྐྱབས་འགྲོ་བྱས་ད་སྐྱབས་འགྲོ་དེ་འཕགས་པ་སྤྱན་རས་གཟིགས་སྐུ་དགེ་འདུན་གསུང་དམ་ཆོས་ཐུགས་ཀྱི་གསང་ཆེན་དེ། ཀུན་སྦྱོར་ཀུན་འདུས་ཀྱི་བདག་ཉིད་རྩ་གསུམ་ཀུན་འདུས་ཀྱི་བདག་ཉིད་ད་དུས་རྒྱུན་རྟག་པར་བཤད་དེ་ཡ་དེ་རང་རེད། ད་དེ་འདྲ་ཅིག་གི་སྤྱན་རས་གཟིགས་ཀྱི་བཞུགས་པའི་དགེ་འདུན་ལ། ད་དེ་བདག་དང་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་དོན་དག་ལ་ཡང། འདི་ནི་བྱང་ཆུབ་ཤོག་ཏུ་སེམས་བསྐྱེད་དགོས་རེད་ཅེས་བཏང་སྟེ། ད་ནི་སེམས་ཅན་ཐམས་ཀྱི་འཕགས་པ་སྤྱན་རས་གཟིགས་ཀྱི་གོ་འཕང་ལ་བཀོད་པར་བྱའོ་ཟེར་ནས་འབྲས་བུ་ལ་དམ་འཆོ་བར་སྨོན་པའི་སེམས་བསྐྱེད། དེའི་ཆེད་དུ་བདག་གིས་ད་རིང་ཏིང་ངེ་འཛིན་གྱི་རིམ་པ་མཐའ་དག་ལ་ཉམས་སུ་བླངས་ནས། ཀླད་ནི་འཕགས་པ་སྤྱན་རས་གཟིགས་ཀྱི་སྐུ་གསུང་ཐུགས་དང་རང་གི་ལུས་ངག་ཡིད་གསུམ་དབྱེར་མེད་དུ་མ་གྱུར་གྱི་བར་དོ་ལ་ཀླད་ནི་སྤྱན་རས་གཟིགས་ཀྱི་ཉམས་ལེན་བྱེད་ཀྱི་ཡིན། བྱེད་ཀྱི་ཡིན་བསམ་པའི་གི་འཇུག་པ་ལ་སེམས་བསྐྱེད་པ་གཉིས་པོ་དེ་གི་དེ་དགོས་ཀྱི་རེད་གསུང་བ་རེད་ཀླད་ནི་དེ་ཡི་ཐོག་ལ་དང། ཡན་ལག་བདུན་པ། རྟག་པར་འདོད་དགོས་དང་ཕྱག་འཚལ་བ་དང་ཞོ་ཕྱིར་ཕྱག་པ་དང་རྗེས་སུ་ཡི་རང་ཀུན་སྤྱོད་གསོལ་བ་ཡི་དགེ་བ་ཅུང་ཟད་བདག་གིས་བྱས་ཟབ་པ་སེམས་ཀྱི་འདི་ཡོད་ཀླད་ཕྱག་འཚལ་ཡན་ལག་བདུན་པ་རྩེ་ཕྱེད་དེ་གི་ཐོག་ལ་ད་ནི་བྱམས་པ་དང། སྙིང་རྗེ་བྱམས་པ་ཚད་མེད་སྙིང་རྗེ་ཚད་མེད་དགའ་བ་ཚད་མེད་བཏང་སྙོམས་ཚད་མེད་དེ་ཚད་མེད་ཞིག་གིས་དེ་ཡི་བློ་ཡིས་ལྟ། ཅད་ཀྱི་ཉམས་ལེན་གྱི་རིམ་པ་ལ་འཇུག་པའི་གི་ལམ་གྱི་གོ་རིམ་མ་ནོར་བ་དགོས་ཀྱི་རེད་གསུང་བ་རེད་འདུག་ད་དེ་ཡིན་དུས་དང་པོ། འདོན་ཆ་དེ་ནག་མོ་བདག་དང་མཁའ་མཉམ་སྲིད་ད་དེ་འདོན་མོ་བ་བཅས་ད་གིན་རྗེས་མཐུད་བྱས་ཚར་བ་རེད་ད་ག་དེ་གི་སྔོན་འགྲོའི་འདུལ་བ་གྲུབ་ད་དངོས་གཞི་ལ་བསྐྱེད་རིམ་ལྷ་ཡི་སྒོམ་བཟླས་རྫོགས་རིམ་སྟོང་ཉིད་ཀྱི་རྣལ་འབྱོར་གཉིས་ཡོད་པ་ལ་དང་པོ་ནས་དང་པོ་རང་དམ་ཚིག་པ་བཅས་ཀྱི་གནས་གསུམ་བྱིན་རླབས་ལྷ་ཡི་ཤེས་པ་རྒྱན་དྲངས་གཉིས་མེད་བསྟིམ། སྤྲུལ་དགའི་འདོད་ཡོན་དེ་རང་ལས་སྤྲོས་པའི་ལྷ་མོ་རྣམས་ཀྱིས་རང་ལ་བཅོལ་འདོད་བྱེད། སྤྱིར་བཏང་ལྷ་བསྒོམ་པའི་སྐབས་སུ་ལ་དང་པོ་རང་ཉིད་ལྷ་ལ་སྐྱེ་ཡ་དེ་ལྷ་དམ་སྲི་འབའ་སྲི་གི་རེད། རང་ཉིད་ལྷ་ལྟ་དུ་བཅོས་པར་རང་གི་ལུས་དེ་འཕགས་པ་སྤྱན་རས་གཟིགས་ཀྱི་སྐུ་ཡིན་བསམ་པའི་དམིགས་པ་བྱེད་ཡ་དེ་རང་ཉིད་ལྷ་ལ་བསྐྱོད་པ་དེ་ལྷ་དམ་སྲི་བ་རེད། ད་དམ་སྲི་པས་ལྷ་ལ་སྐྱེ་བའི་ཕན་གི་ཡོད་མ་རེད་ཡེ་ཤེས་པ་སྤྱན་དྲངས་ནས་སྒོ་གསུམ་ལ་བྱིན་གྱིས་བརླབས་དགོས་ཀྱི་ཡོད་རེད་དཔེར་ན་དབང་གི་སྐབས་སུ་ཡིན་ན་ཡང་དང་པོ་རང་དམ་སྲི་བ་ལ་སྐྱེ་གི་ཡོད་རེད་བ། དཔེར་ན་སྤྱན་རས་གཟིགས་ཡིན་ན་རང་སྤྱན་རས་གཟིགས་ཡིན་བསམ་གྱི་ཡོད་རེད། དེ་ནས་ཡིན་ན་ཡང། གཅིག་གིས་རྒྱལ་བ་སྲས་དང་བཅས་པ་ཐམས་ཅད་དུ་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་པ་ལ་གྱུར། ཆེ་བ་ལ་རི་རབ་ཙམ་ཆུང་བ་ལ་ཡུངས་འབར་ཙམ་སྤྱན་ཡན་གྲགས་ནས་ཁྱེད་རང་རྣམས་ལ་ཐིམ་པས། རང་འཕགས་པ་སྤྱན་རས་གཟིགས་དངོས་ཡིན་བསམ་པའི་གེགས་མོས་པ་བྱས་ཡོང་དུས་དེ་ནི་ཡེ་ཤེས་པའི་གེགས། དམ་ཚིག་པ་ལ་བྱིན་གྱིས་བརླབས་ཡོང་དུས་དམ་ཡེ་གཉིས་མེད་སྲིད་ཀྱི་རེད་དེ་ལ་དམ་ཚིག་པ་དང་ཡེ་ཤེས་པ་དབྱེར་མེད་པ། དེའི་ཐོག་ནས་དེ་ནི་གཅིག་བདེ་སྟོང་ལྷན་ཅིག་སྐྱེས་པའི་ཡེ་ཤེས་ཀྱི་ངོ་བོ་ངོ་འཕྲོད་ཡོན་དུ་དབང་ཐོབ་པ་དང་དབང་ཐོབ་མ་ཐོབ་ཀྱི་ས་མཚམས་དེ་དབང་དོན་ཡེ་ཤེས་རྒྱུད་ལ་སྐྱེས་མ་སྐྱེས་ཟེར་ཡ་དེ་གནས་ལུགས་ཀྱི་དོན་རྟོགས་མ་རྟོགས་ལ་ཐུག་གི་ཡོད་རེད་འོན་དེ་ཡིན་པ་ཡིན་དུས་ལ་འདིའི་སྐབས་སུ་ཡང་རང་དམ་ཚིག་པ་ལ་སྐྱེས་པའི་ཕན་གྱི་མི་འདུག་ཡེ་ཤེས་པ་སྤྱན་དྲངས་དགོས་ཀྱི་འདུག་ཡེ་ཤེས་པ་སྤྱན་དྲངས་ནས་རང་གི་ལུས་ངག་ཡིད་གསུམ་དང་ནི་ཡེ་ཤེས་པའི་གྱི་སྐུ་གསུང་ཐུགས་གསུམ་དབྱེར་མེད་དུ་གྱུར་སོང་ཟེར་དབྱེར་མེད་དུ་གྱུར་ཟེར་དུས་གཅིག་དང་པོ་སོ་སོར་ཆགས། དེ་ནས་གཅིག་གིས་ད་ལྟའི་ཏིང་ངེ་འཛིན་གྱི་སྟོབས་དང་ནུས་པ་ལ་བརྟེན་ནས་གཅིག་ཏུ་ཚུར་བསྲེས་ཡོང་བ་ལྟ་བུ་ངོ་དེ་འདྲ་མ་རེད་ཁོ་ཡེ་ནས་ཡིན་པ་ལ་ཡིན་པར་སར་བཏགས་པའམ་ཡེ་ནས་ཡིན་པ་ལ་ཡིན་པར་ངོ་ཤེས་པ་གཉིས་མེད་ཡིན་པ་ལ་གཉིས་མེད་ཡིན་པར་ངོ་ཤེས་པ་དགུ་ཡོད་རེད་ངོ་དེ་རེད། ད་དེ་འདྲ་ཞིག་གིས་བྱས་ད་དེ་ནས་རང་ལས་ཅིག་གིས་མཆོད་པའི་ལྷ་མོ་དཔག་ཏུ་མེད་པ་སྤྲུལ། སྤྲུལ་ནས་འཕགས་པ་སྤྱན་རས་གཟིགས་ལ་སོགས་པ་གྱི་ཡུལ་དམ་པ་རྣམས་མོ་ལ་ཡང་དེ་ནས་ཅིག་ཕྱི་ཡི་མཆོད་པ་ནང་གི་མཆོད་པ་གསང་བའི་མཆོད་པ་དེ་བཞིན་རྒྱས་ཀྱི་མཆོད་པ་ལ་སོགས་པ་བྱས་དེ་ནས་སྐུ་ཡི་ཡོན་ཏན་གསུང་གི་ཡོན་ཏན་ཐུགས་ཀྱི་ཡོན་ཏན་ཡོན་ཏན་གྱི་ཡོན་ཏན་ཕྲིན་ལས་ཀྱི་ཡོན་ཏན་ལ་སོགས་པ་ལ་ཡང་བསྟོད་པ་བྱས་ད་མཆོད་བསྟོད་ཀྱི་རིམ་པ་དེ་ཚོ་ཐམས་ཅད་དེ་བསོད་ནམས་ཀྱི་ཚོགས་བསགས་པའི་ནང་ན་འགྲོ་གི་ཡོད་པ་རེད་འོང་ཐུག་ས་རེད་དེ་ནས་དེ་ནས་ད་ལྟ་འདོད་ཡག་དེ་ཆོས་རྣམས་མི་དམིགས་ས་ཡག་དེ་རེད་ད་གིན་ཁྱེད་རང་ཚོ་རྗེས་ཟློས་གནང་ཚར་བ་རེད། དེ་བསྐྱར་ཟློས་བྱས་མ་གོ་བ་བྱས་དེ་ལྟར་སྤྱད་པའི་རིམ་པ་རྣམ་པ་གསལ་བ་རྣམ་དག་དྲན་པ་ང་རྒྱལ་བརྟན་པ་སོགས་གསང་སྣང་མ་ཐོན་གོམས་པ་དོ་སྒོམ་དགོས་གསལ། ད་སྤྱི་དང་སྤྱན་རས་སུ་བསྒོམ་པའི་སྐབས་སུ་ལ། སྐུ་ལམ་གྱི་ས་བཏབ་པ་ཙམ་གཅིག་གིས་ཡོག་རེད། དེ་ནས་དམིགས་པ་གསལ་པོ་བྱས་ཡོན་པའི་སྐབས་སུ་ལ་སྐུ་ཡི་བ་སྤུ་ཁུང་བུ་རེ་རེ་ནས་ཡང་རང་གི་འཕགས་པ་སྤྱན་རས་གཟིགས་ཀྱི་དམིགས་པ་དེ་ཚོ་གཅིག་གིས་གསལ་པོ་གཅིག་དམིགས་ཐུབ་པ་ཅིག་དགོས་ཀྱི་ཡོག་རེད་མ་གཏོགས་རོབ་ཙམ་ཞིག་གིས་འགྲིག་གི་ཡོད་མ་རེད་འདུག་ཟེར་རེད་དེ་ནས་དེ་ཡང། གཙོ་བོ་དེ་དང། ཨོ་ད་རེད་ད་ནི་དེ་མ་འོ་ད་རྣམ་དག་དྲན་པ་ཟེར་ཡ་དེ་སྤྱིར་ད་དེ་ཚོ་དེ་ད་འདྲ་བྱས་དེ་སྤྱིར་ད་དུས་ཚོད་རིང་པོ་ཞིག་འགོར་འགྲོ་ས་རེད། སྤྱིར་ད་ལྷ་ག་རེ་བསྒོམ་པ་ཡིན་ན་ཡང་ཞི་བ་ཡིན་ན་རེད་ཁྲོ་བོ་ཡིན་ན་རེད་ཞེ་མ་ཁྲོ་ག་རེ་བསྒོམ་པ་ཡིན་ན་ཡང་སྐུ་མདོག་ཕྱག་མཚན་རྣམ་པ་མཚན་ཉིད་ངོ་བོ་རང་བཞིན་དེ་ཚོ་ག་རེ་ཡིན་པ་ཡིན་ན་ཡང་དེ་ཚོའི་གྲས་ལ་དག་པའི་ཆོས་རེ་རེ་དྲན་དགོས་ཀྱི་ཡོད་པ་རེད་མ་གཏོགས། ལྷ་རང་མཚན་པ་ཅིག་བསྒོམ་པ་ཡིན་ན་སྐུ་མདོག་རང་མཚན་པ་ཕྱག་མཚན་རང་མཚན་པ། འོ་དེ་ནི་མཚན་ཉིད་རང་མཚན་པར་དགོངས་པ་ཡིན་ན་ཕན་ཡོན་ཡོང་གི་མ་རེད་གསུང་གི་ཡོད་རེད། དེ་ལ་དེ་ནི་ལྷ་ཡི་རྣམ་དག་དྲན་པ་ཀུན་དགའ་བོ་ཡིན་པའི་རྒྱུ་མཚན་དེ་ཅོག་ཅེ་དྲི་མས་མ་གོས་པ་རེད་ཟེར་ཡ་རེད་བོ་དང་ད་ག་ན་གཞན་སྐད་ཅིག་གིས་མཛུམ་པ་དེ་ག་རེད་ཟེར་ན་འགྲོ་ལ་ཉེ་རིང་མེད་པའི་ཐུགས་རྗེའི་སྤྱན་གྱིས་གཟིགས་པ་རེད་ཟེར་ཡ་རེད་བོ་དང་འོ་དེ་འདྲ་འདུག་ག་དེ་ནི་ཁྲོ་བོ་ཡིན་པའི་རྣམ་པ་ག་རེད་ཟེར་ན་ཁྲོ་བོའི་རྣམ་པ་སྟོན་ཡ་དེ་སྙིང་རྗེ་ཆེ་རེར་ཁྲོས་པའི་གའི་རྣམ་པ་སྟོན་པ་རེད་ཟེར་ཡ་རེད་བོ་དང་དེ་ནི་ཕྱག་མཚན་དེ་ཚོ་ཡིན་ན་ཡང་དཔེར་ན་མེ་ཏོག་པད་མ་དེ་ཡིན་ན་དེ་ནི་བྱམས་པ་དང་སྙིང་རྗེ་གསོན་པའི་བརྡ་རེད་ཟེར་ཡ་རེད་བོ་ར་རི་རེད་བོ་ཡིན་ན་ནི་ཤེས་རབ་ཀྱི་ར་རི་རེད། མ་རིག་པ་དང་བདག་ཏུ་འཛིན་པའི་ཀྱི་བློ་སྐྱོན་ཡང་གི་ཐབས་རེ་ཟེར་ཡང་འདྲ་བོ་དང་པོ་འདི་དེ་ག་རེད་བསམ་ན་འདི་ནི་ཆོས་ཐམས་ཅད་ཀྱི་སྣེ་ལུས་ཕྱིན་ཅི་མ་ལོག་པའི་ཡང་དག་པར་མཁྱེན་པའི་ཀྱི་བདག་རེ་ཟེར་འོ་དེ་འདྲ་ཞིག་ཡོད་རེད་ད་ཡིན་དུ་ལྷ་ཞི་བ་ཁྲོ་བོ་ག་རེ་ཡིན་པ་ཡིན་ན་ཡང་སྐུ་མདོག་ཕྱག་མཚན་དེ་ཚོ་རེ་རེ་ལ་ཡང་དོན་དམ་མཚོན་བྱེད་ཀྱི་རྟགས་རེ་རེ་ཤེས་ཀྱི་ཡོད་རེད་བ་དེ་ལ་ཡང་ལྷ་ཡི་རྣམ་རྟགས་དྲན་པ་ཞིག་ཡོད་རེད་ད་དེ་ཚོ་རེ་དེ་རྒྱས་དང་རྒྱས་པ་རེད་འོ་དེ་འདྲ་ཀྱི་ཅིག་གསར་སྣང་དེ་མ་ཐོན་གྱི་བར་དུ་ལ་ལྷ་སྒོམ་དགོས་བ་རེད་གསུང་བ་རེད། ད་དེ་ནས་ལྡེ་མིག་ལས་པ་རེད། ལྡེ་བའི་དམིགས་པ་དེ་ལ་ཐུགས་ཁར་པད་མ་སོགས་བདག་ཆེན་ངག་དབུ་མ་ནི་པད་མའི་ཧོང་ཞེས་སྤྱན་རས་གཟིགས་ཀྱི་ཡང་སྙིང་ངག་ཏུ་བདག་ཆེན་ངག་ཀུན་ནས་ལྷག་པའི་ཕན་ཡོན་དེ་ཉིད་ཡིན་ཏེ་བརྒྱད་སྟོང་ཁྲི་འབུམ་བྱེ་བ་དང་ཞེས་ཚུན་ཆད་དུ་གསུངས་པ་ལྟར་བྱང་ཆུབ་སྤྲུལ་པའི་སྔགས་ལ་གྲངས་མེད་ཚད་མེད་པའི་དུང་ཆོས་སུ་གཅིག་མཚུངས་བལྟ་དགོས་པ་ཡིན། དེ་ཡང་བཞིན་དུ་ཡེངས་པ་ཆུང་ན་ནི་དཀར་པར་བལྟས་ཀྱང་འབྲས་མི་འབྱུང་ཞེས་གསུངས་པ་ཡིན་བཞིན་དུ་མ་ཡེངས་པར་བལྟས་པས་འབྲས་བུ་འཁྲུལ་བ་བལྟས་པའི་ཕན་ཡོན་ཡང་གུ་རུ་རིན་པོ་ཆེ་ནས་རྗེ་ཁྲི་བཞེད་དུ་གསུང་གི་ཚོགས་མ་ལུས་ཀུན་འདུས་དང་ཉེ་ཡི་གེ། གང་གིས་བཟླས་ན་དངོས་གྲུབ་མཆོག་ཐོབ་ཅིང་ཉོན་མོངས་རྣལ་འབྱོར་ཡེ་ཤེས་ལྔ་རུ་སྡིག་པའི་སྟོབས་ཆེན་དགེ་བ་རོ་བྲོ་སེམས་ཅན་རྣམས་གང་གི་སྣང་བ་ལ་ལན་ཅིག་ཐོས་པས་ངན་སོང་མཐོང་ནས་འགྲོ་ཐོབ་རིག་དང་ནས་ཐར་པའི་གནས་སུ་འདྲེ་གང་གིས་ཡི་གེ་དྲུག་པ་ལན་ཅིག་ཐོས་དན་བླ་མེད་བྱང་ཆུབ་གནས་སུ་འགྲོ་ཞེས་སོགས་མདོ་བཞི་ཀུན་ནས་རྒྱ་ཆེར་གསུངས་པའི་སྒོམ་བཟླས་འདི་ལ་བརྩོན་ཏེ་མི་ལུས་དོན་ལྡན་དུ་མཛད་པར་ཞུ། དང། སྔགས་བསགས་པའི་སྐབས་སུ་ཅི་ལ་སྔགས་འདོན་དུས་རྒྱུན་མ་ནི་བསགས་ན་རེད་བ་ཚང་དགོད་བྲོ་བསགས་ན་རེད་སྔགས་གང་འཕྲལ་གྱི་བསགས་པ་ཡིན་ན་ཡང་ཐིག་པ་དག་ལ་ཆགས་གཏམ་བཤད་ཡ་འདྲ་བོ་དང་དགོད་གཏམ་བཤད་ཡ་འདྲ་བོ་དང་ལོང་གཏམ་བཤད་ཡ་འདྲ་བོ་དང་འཇིག་རྟེན་པའི་གཏམ་ལ་སོགས་པ་དག་ཆགས་སྡང་གི་རྟོག་པ་དང་བྲལ་བའི་སྐད་ཆ་མང་པོ་ཅིག་བར་ཐག་ལ་བཙུད་དེ་ཡོད་རེད་འདི་བྱས་པ་ཡིན་ན་ཕན་ཐོགས་ཡོད་མ་རེད་ད་ཡིད་གཞན་དུ་མ་ཡེངས་ཟེར་ཡ་དེ་གཙོ་བོ་དེ་དེ་ནི་ཅི་རེད་ཟེར་ཡིད་ལ་སྒོམ་བཟོ་ང་ཡི་གེ་འཁྲུལ་པའི་གི་དོན་དེ་ལ་ཡང་ནས་ཡང་དུ་སེམས་དེ་གི་དོན་དེ་མ་ངེས་བར་དུ་ཡང་ནས་ཡང་དུ་སེམས་དམིགས་པའི་གཙོ་བོ་དེ་མཐའ་ཡས་པའི་སེམས་ཅན་ཐམས་ཅད་ཕ་མ་མ་བཅོལ་བའི་སེམས་ཅན་ཅི་འགའ་མེད་དེ་ཐམས་ཅད་འདོད་རྒྱུ་བདེ་བ་འདོད་ཀྱང་བདེ་བའི་རྒྱུ་དགེ་བ་བསྒྲུབ་མ་ཤེས་མི་འདོད་རྒྱུ་སྡུག་བསྔལ་ཡིན་ཀྱང་སྡུག་བསྔལ་གྱི་རྒྱུ་ལ་བླ་མ་འོག་པ་རང་བཞིན་ངང་ངང་གིས་ཤུགས་ཀྱིས་འཇུག་པས་ཞེ་འདོད་དང་ལག་ལེན་ཕྱིན་ཅི་ལོག་ཏུ་སྤྱོད་པས་འགྲོ་བ་འདི་ཐམས་ཅད་སྙིང་ཧྲིལ་རྗེ་དེ་ཐམས་ཅད་དེ་སྔ་ནས་སྡུག་བསྔལ་རྒྱུ་དང་བཅས་པ་ལས་ཐར་ནས་གཏན་ཅི་བདེ་བ། འཕགས་པ་སྤྱན་རས་གཟིགས་རི་བོ་པོ་ཏཱ་ལ་ཡི་ཞིང་ངང་ལ་བདག་ཁོ་ནས་བཀོད་པར་བྱའོ་བསམ་པའི་གི་བློ་གི་ངང་དེ་རྒྱུན་དེ་མ་ཆད་པའི་ཐོག་ནས་ད་སྐྱེས་རེས་སའི་སྒོམ་སྡེ་ལ་འཇུག་དགོས་ཀྱི་རེད། མ་ནིང་འགྲུབ་འགྲུབ་འདོད་པའི་སྐབས་སུ་ལ་ཡིན་ན་ཡང་གཅིག་གི་སེམས་གཞན་དུ་གཡེང་ནས་བསྡད་པ་ཡིན་ན་ཕན་ཡོན་ཆེན་པོ་ཡོང་གི་མ་རེད་གསུངས་ད་དེ་རེད་འདུག་སྡོམ་ན་སྐད་ཆ་འོ་དེ་འདྲ་ཡིན་དུས་འོ་ད་རྒྱུ་མཚན་དེ་ལ་བརྟེན་ནས་མདོར་ན་ཡི་གེ་དྲུག་པ་འདི་ལས་ལྷག་པའི་གི་གཟུགས་སྔར་མེད་འཕགས་པ་དོན་ཡོད་ཞགས་པའི་རྒྱུད་ཀྱི་ནང་ན་ཡོད་རེད་བཅོམ་ལྡན་འདས་བཀའ་འགྱུར་ནང་ལ་ཡོད་པ་རེད་དེ་འདྲ་ཡིན་དུས་གཅིག་གི་གཟུགས་སྔར་མ་ལུས་པ་གཅིག་དང། སྐུ་ཐམས་ཅད་གཅིག་ཏུ་འདུས་པ་འཕགས་པ་སྐྱེས་རེས་སའི་ཡོད་སྐུ། གསུང། ཡིན་ཟེར་ཚང་མ་དེ་གཅིག་ཏུ་འདུས་པ་དེ་མ་ནིང་འགྲོ་དྲུག། དེ་ནས་ཏིང་ངེ་འཛིན་མ་ལུས་པ་ཐམས་ཅད་གཅིག་ཏུ་འདུས་པ་དེ་བྱང་ཆུབ་ཀྱི་སེམས། འདི་གསུམ་གཅིག་ཏུ་འདུས་པ་དེ་འཕགས་པ་སྤྱན་རས་གཟིགས་ཀྱི་བདག་ཉིད་ཡིན་པ་དེ་བསྒོམས་ན་ལྷ་ཐམས་ཅད་བསྒོམས་པ་ཡིན་པ་འདི་ཡི་སྔགས་བསགས་ན་གཟུངས་སྔགས་མ་ལུས་པ་ཐམས་ཅད་དེ་ཡི་ནང་དུ་འདུས་ཏེ་ཡོད་པ། བྱང་ཆུབ་ཀྱི་སེམས་བསྒོམས་ན་འདི་ཡི་ནང་ངོ་ལ་བསྐྱེད་རིམ་དང་རྫོགས་རིམ་ཐམས་ཅད་འདུས་ཏེ་ཡོད་པའི་གནས་ཚུལ་དེ་ཤེས་པའི་ཐོག་ནས་ན་ནི་མ་ནིང་འགྲོ་དྲུག་དེ་བསགས་ཀྱི་ཡིན་ན་ཐེངས་གཅིག་བསགས་པ་ཡིན་ན་ཡང་ཕན་ཚེ་མེད་པར་ཡོད་ན་ད་ནི་ཅིག་དུང་ཕྱུར་ལ་སོགས་པ་དེ་ཚོ་རེད་དེ་བཤད་མ་གོ་བ་རེད་སོང་ལྟ་ཡང་འདི་ལ་རིགས་སོང་འདུག་ག་རེ་སོང་རེད་ཟེར་ན་གྲངས་མེད་ཚད་མེད་ཟེར་ཡ་ཅིག་དང་དུང་ཕྱུར་ཟེར་ཡ་ཅིག་འདུག་ང་ཚོ་གྲངས་ལ་ཞེན་པ་ཡོང་གི་ཡོད་རེད་ཅིག་དང་ཅིག་ངས་འབུམ་བསགས་པ་ཡིན་དུང་ཕྱུར་བསགས་པ་ཡིན་ཟེར་བའི་སྐབས་སུ་ང་རྒྱལ་སྐྱེ་ཡ་ཅིག་དེ་ལ་ཡང་ཅིག་རློམ་སེམས་སྐྱེ་ཡ་ཅིག་ཡོང་བསྡད་ཀྱི་འདུག་བ་འོ་དེ་འདྲ་ཡོང་དེ་གི་ཡོད་རེད་དེ་ནས་ཡང་ཅིག་རྒྱ་ཚ་མ་ཚོ་ས་མ་ཐུབ་ན་ངས་ས་ཐུབ་མ་སོང་བསམ་པའི་གི་སེམས་ཞུམ་པ་ལ་སོགས་པ་ཡོང་དེ་གི་ཡོད་རེད་ད་དེ་ཚོ་གལ་ཆེན་པོ་གང་ཡང་མ་རེད་སོང་བ་རེད་སྤྱི་བཏང་ཚད་མེད་པ་གྲངས་མེད་པ་ཟེར་བ་དེ་ཁོ་ག་དུས་ཡིན་ན་ཡང་ཅིག་དེ་གོམས་ཀྱི་ཡོད་ནས་སོང་དེ་ལ་དེ་ནས་སྤྱན་རས་གཟིགས་ཡིད་ལ་སྒོམ་མ་ནི་འགྲོ་དྲུག་དེ་ཡང་ཅིག་ཕྱག་གཏམ་དང་ལོང་གཏམ་དང་ཅིག་འཇིག་རྟེན་པའི་གཏམ་དེ་ཚོ་འདྲེ་ཕག་ཉུང་དུ་བཏང་དེའི་གི་ཚབ་ལ་ན་ནི་མ་ནིང་འགྲོ་དྲུག་ཏུ་ཟག་བཅས་ཀྱི་ཡིན་ན་རང་ལ་ཕན་གཞན་སྐྱེ་འགྲོ་སེམས་ཅན་གཟུགས་སུ་གྲུབ་པ་དང་མ་གྲུབ་པའི་སེམས་ཅན་ཡོད་དོ་ཅོག་གི་སྣང་བ་ལ་ཐོས་པས་ཀྱེ་རེ་ཟིག་གི་སྔོན་ལ་ནི་བྱང་ཆུབ་ཐུགས་བསྐྱེད་པའི་སྐབས་སོགས་ལ་མ་འོངས་པ་ལ་མ་ནིང་འགྲོ་དྲུག་ཏུ་སུས་ཐོས་པ་ཡིན་པ་ཡིན་ན་ཡང་དེ་ཐམས་ཅད་ཀྱི་རྒྱུད་ལ་ཡང་ཀྱེ་རེ་ཟིག་གི་གཞི་ལམ་འཇུག་རེ་ཟིག་ནས་ཁས་ལེན་གནང་ཡོད་རེད་སངས་རྒྱས་འོད་དཔག་མེད་ཀྱིས་ཡང་དེ་ལྟ་བུ་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་ཅིག་གིས་སོ་སོ་ཀྱི་ལུས་ངག་ཡིད་གསུམ་གཅིག་ཏུ་སྤུངས་བྱས་ནས་ཀུན་སློང་རྣམ་པར་དག་པ་དང། ཆོས་ཤ་མང་ཅིག་གི་ཐོག་ནས་བློ་བཅོ་མང་བཅོ་མ་མ་ཡིན་པ་བློ་ཤ་མང་ཅིག་གི་ཐོག་ནས་སྒྲུབ་ཀྱི་ཡིན་ན་ད་ནི་ཕན་ཡོན་ཡོང་གི་རེད་དེ་ལ་གྲངས་ཀ་དེ་བཤད་གྲབས་གལ་ཆེན་པོ་གང་ཡང་མ་རེད་གསུང་གི་ཡོད་རེད་ཡིན་ན་ཡང་ལས་དང་པོ་པ་ལ་སྤྱི་བཏང་ང་ཚོ་དུས་རྒྱུན་དཔེ་ཚེ་དེ་ཚོ་ནང་བོ་ལ་གཞུང་དེ་ཚོ་ནང་བོ་ལ་འབུམ་བསགས་བར་ཟེར་ཡག་འདྲ་པོ་དང་འབུམ་གསུམ་བསགས་བར་ཟེར་དེ་ཚོ་ཡོད་དང་ཡོད་རེད་དེ་ཚོ་དྲི་ཡང་སྐབས་བྱེ་བྲག་པ་རེད་ཧོ་ནི་ཚོ་ལོ་ག་རེད། ཡིན་ན་ཡང། ཐུན་མོང་གི་ཐོག་ནས་སོ་སོ་ཉམས་ལེན་བྱེད་མཁན་ཞིག་ཆ་བཞག་པ་ཡིན་ན། སྐུ་དྲང་ལ་ཞེན་པ་བྱེད་ཡ་དེ་ཐེ་ཚོམ་གལ་ཆེན་པོ་གང་ཡང་མ་རེད། རྩེ་དགའི་དུང་ཕྱུར་བསགས་པ་ཡིན་འབུམ་བསགས་པ་ཟེར་ཡ་དེ་གཟུགས་ཞེ་དྲག་གལ་ཆེན་པོ་མ་རུང་བསགས་པ་དེ་སྤུས་ཚད་ཅིག་གལ་ཆེན་པོ་རེད་སྤུས་ཚད་ཟེར་ཡ་དེ་སྤུས་ཀ་ཅིག་དགོས་ཀྱི་ཡོད་རེད་སྤུས་ཀ་དེ་ག་རེད་ཟེར་ན། ལུས་ངག་ཡིད་གསུམ་གཅིག་ཏུ་གཏུབ་ནས་འཕགས་པ་སྤྱན་རས་གཟིགས་ཀྱི་སྐུ། གསུང། ཐུགས་གསུམ་དང་རང་གི་ལུས་ངག་ཡིད་གསུམ་དབྱེར་མེད་པ་ཡིན་པའི་ཐོག་ལྷག་པར་དུ་བྱམས་དབྱིངས་རྗེ་ཞང་ཞུང་གི་སེམས་རྟོག་ཉིད་རྟོགས་པའི་ཤེས་རབ་ལ་སོགས་པ་དེ་ཚོ་གིས་ཀུན་ནས་བླངས་པའི་ཐོག་ནས། ལས་གནས་གཅིག་གི་ཆགས་སྡང་གི་བློ་དང་བདག་ཏུ་འཛིན་པའི་གི་བློ་རྣམས་མ་འདྲེས་པ་བཅས་ཀྱི་ཐོག་ནས་གཟུངས་སྔགས་ཡི་གེ་དྲུག་པ་བསགས་པ་ཡིན་ན་ཕན་ཡོན་ཡོད་རེད་ཟེར་ཡ་དེ་ནི་གུ་རུ་རིན་པོ་ཆེ་གི་ལུང་ཡིན་ན་རེད་སྐྱེས་འབྲས་ཟེར་གི་མདོ་རྒྱུད་དེ་ཚོ་ནང་ལ་ཡ་ལན་གཅིག་ཙམ་མ་ཡིན་པ་ཡང་ནས་ཡང་དུ་གསུངས་ཡོད་རེད་དེ་ལྟར་སེམས་ལ་བཞག་ནས་ཉམས་ལེན་བྱེད་རོགས་ཕྱིས་ཕྱི་ལན་དེ་དོན་ལྡན་དུ་མཛད་པར་ཞུ་གསུངས་པ་རེད། བདག་གཉིས་པ་རྫོགས་རིམ་ནས་རང་གི་རིག་པ་སྐྱེད་བྱེད་དང་སྤྱན་སྔ་ནས་རབ་མཐོང་པ་ཉིད་ལྷག་གི་ས་བརྒྱ་སྟེ་བསྐྱེད་རིམ་གྱི་སྐད་ཆ་ཞིག་ཡོད་རེད་དེ་ནི་རྫོགས་རིམ་ལ་རང་གི་རིག་པ་སྐྱེད་བྱེད་དང་སྤྱན་སྔ་ནས་རབ་མཐོང་པ་ཉིད་ལྷག་གི་ས་བརྒྱ་འཛིན་པའི་ངག་མ་བརྗོད་རེ་དྭགས་མེད་པར་ཞུ་ཅེས་གསུངས་པ་ལྟར་ལྷ་དགོངས་ཀུན་གྱི་སེམས་མ་དད་པའི་དང་པོ་མ་བྱས་བར་དུ་མི་གནས་དང་མི་འགག་པའི་རིག་སྟོང་ཟུང་དུ་འཇུག་པའི་བློ་འདི་སྦྱར་ན་ཅི་ལྷག་གིར་མཐོང་བ་དང་གནས་ལུགས་ཀྱི་དོན་ལ་མཉམ་པར་བཞག་ཟེར་བའི་བཀའ་སྲོལ་ལ་རང་སེམས་འདི་སྐྱེ་བ་མེད་པ་རེད་ད་ཁ་ཚང་སྤང་གི་ངོ་སྤྲོད་གོ་ཆ་མང་པོ་ཞུས་པ་ཡིན་པ་ཡི་གེ་ཨ་ཟེར་ཡག་དེ་ག་རེ་དོན་དག་སྟོན་གྱི་ཡོད་རེད་ཟེར་ན་སེམས་སྐྱེ་བ་མེད་པའི་གནས་ཚུལ་བཤད་ཀྱི་ཡོད་རེད། སྐྱེ་བ་མེད་ཟེར་ཡག་དེ་རྒྱུ་དང་རྐྱེན་གྱིས་མ་བྱས་པ་རེད་གཉིད་ལུགས་ཁོ་རང་དེ་རྒྱུ་རྐྱེན་གང་གིས་མ་བྱས་པ་ཡིན་དུས་ངོ་བོ་ལ་ལྟ་བཤད་ན་ངོ་བོ་མཐོང་ཡག་ཡོད་རེད་ངོ་བོ་མཐོང་ཟེར་དུས་ག་རེ་མཐོང་དགོས་རེད་ཟེར་ན་སྤྱན་ཁ་དང་དྲག་ལས་ཀྱི་གནས་ཚུལ་འོ་དེ་སོ་སོ་གའི་གནས་ཚུལ་ག་རེ་ཡོད་པ་དེ་དེ་ཡི་ངང་དུ་སྦྱངས་པའམ་དེ་ཡི་ངང་དུ་ལྷོད་པའམ་དེ་ཡི་ངང་ག་རེ་ཡིན་པ་དེ་ལ་བཅོས་བསླད་མེད་པར་མཐོང་ཐོས་པ་དེ་ངོ་བོ་མཐོང་བ་ཟེར་གྱི་རེད། དེ་ལ་ཚིག་ཁོ་རང་འདི་ལ་ཡང་རང་གིས་རིག་པ་སྐྱེར་གྱིས་བཏགས་ཟེར་སྐྱེར་གྱིས་བཏགས་ཟེར་དུ་རེ་དོགས་མེད་པར་ཐེ་ཚོམ་མེད་པར་བྱས་ནས་ཐད་ཀར་ལྟོས་འོས་སོང་བར་རང་གིས་རིག་པ་སྐྱེ་གྱིས་བཏགས། སྐྱེར་གྱིས་བཏགས་ན་ག་རེ་མཐོང་གི་རེད་ཟེར་དུ་སྐྱེ་བ་མེད་པར་གནས་པ་མེད་པར་འགག་པ་མེད་པར་སྐྱེ་འགག་གནས་གསུམ་དང་བྲལ་བར་མཐོང་གི་རེད། ད་དེ་ང་ཚོ་ཅིག་བལྟ་མ་བལྟ་ཟེར་ཡ་དེ་གནས་ཚུལ་ལོག་ག་རེད་མ་གཏོགས་ལྟ་མཁན་ཅིག་གིས་ཁོ་མི་ངག་མང་པོ་ཅིག་ཐོས་དེ་ངས་ཅིག་ཡིན་པ་ཡིན་ན་ཁོ་ལྟ་སྟངས་བལྟས་ཚེ་གཟབ་རོ་འགྲོ་གི་རེད་མ་གཏོགས་ཅིག་དང་དུས་རྒྱུན་དུ་ལས་དང་པོ་བ་ཡིན་པ་ཡིན་ན་ཡང་ཅིག་སེམས་ལ་གནད་དུ་བསྣུན་ཡོང་དུས་ཁོ་ག་ཚོད་ཡིན་ན་ཡང་ཕན་ཐོག་དང་ནུས་པ་ཅིག་ཡོང་བསྡད་ཀྱི་ཡོད་རེད་ཁོ་དངོས་པོའི་གནས་ཚུལ་ལ་ཡང་ཐག་ཉེ་རུ་ཉེ་རུ་འགྲོ་ཐུབ་ཡ་ཅིག་གི་སྟོབས་དང་ནུས་པ་ཅིག་ཡོད་པ་རེད་དེ་ལ་བརྟེན་ནས་སྤྱན་དགའ་གནས་གྲགས་སྐྱེ་བ་མེད་པ་གནས་པ་མེད་པ། འགག་པ་མེད་པ་རེད། ད་དེ་འདྲ་གི་སྐྱེ་འགག་མེད་པའི་གི་གནས་དེ་ལ་ག་རེ་མིང་བཏགས་པ་རེད་ཟེར་ན་སྟོང་པ་ཉིད་ཞེས་བཏགས་པ་རེད་མ་གཏོགས་སྟོང་པ་ཉིད་ཟེར་བའི་སྐབས་སུ་ལ་ཕོར་པ་སྟོང་པ་དང་ཁང་པ་སྟོང་པ་གང་ཡང་མེད་བསྟན་པའི་སྐད་ཆ་ཅིག་མ་རེད། དེ་འདྲ་མ་རེད་བ་འོ་དེ་འདྲ་ཡིན་དུས་རང་གི་རིག་པ་ཟེར་བའི་སྐབས་སུ་རིག་པ་དེ་སེམས་ཀྱི་ཡིའམ་རྩ་བ་དེ་རིག་པ་ཟེར་ཤེས་ཡོད་རེད། རིག་པ་དེ་ལ་སྐྱེར་གྱིས་བཏགས་ཟེར་བའི་སྐབས་སུ་ཐེ་ཚོམ་མེད་པ་རེ་དོགས་མེད་པ། ཐད་ཀར་ལ་ལྟོས་བས་སོང་བ་རེད། ལྟོས་པའི་སྐབས་སུ་ག་རེ་མཐོང་གི་རེད་ཟེར་ན་སྟོང་པ་ཉིད་མཐོང་གི་རེད། སྟོང་པ་ཉིད་དེ་ག་རེ་ཅི་རེད་ཟེར་ན་སྐྱེ་བ་མེད་པ་གནས་པ་མེད་པ་འགག་པ་མེད་པ་སྐྱེ་འགག་གནས་གསུམ་དང་བྲལ་བའི་ད་ལྟ་ང་ཚོ་སྤྱིར་བཏང་གི་སྐྱེ་བ་གནས་པ་འགག་པ་དེ་ནི་རེ་བ་དོགས་པ་བཟང་པོ་ངན་པ་གཙང་མ་བཙོག་པ་ལ་སོགས་པའི་སྤང་བྱ་བླང་བྱ་སྐད་ཆ་མང་པོ་ཞིག་བཤད་ཀྱི་ཡོད་རེད་བ། འོ་དེ་དག་ཐམས་ཅད་དང་བྲལ་བའི་གི་གནས་ཚུལ་ཞིག་ཡོད་རེད་གཞི་ཡི་རིག་པ་ཟེར་བ་དེ་ལ་སྟོང་པ་ཉིད་ཟེར་གྱི་ཡོད་རེད། འདི་མཐོང་གི་རེད་སོང་བ་རེད་ལྷ་སྐལ་གསལ་ཟེར་དུས་དེ་གསར་དུ་མཐོང་ཡོང་བའི་སྐད་ཆ་མ་རེད་གཞི་གནས་ཀྱི་ཡེ་ཤེས་རེད་གཞི་ལ་གནས་པའི་ཡེ་ཤེས་དེ་ཡང་ནི་བཅས་བཅོས་མེད་པར་རང་སར་བཞག་ནས་བལྟས་པ་ཡིན་ན་དེ་གསལ་བར་མཐོང་གི་རེད་གསུང་བ་རེད་ལྷག་གེར་བསགས་ཤིང་དེ་ཡང་འཛིན་པ་མེད་པ་ཅིག་དགོས་ཀྱི་ཡོད་རེད་གསུང་ཁ་ཚང་ཞུས་པ་ཡིན་པ་རྒྱལ་བ་རྒོད་ཚང་པས་གསུང་ལྟར་འོ་དེ་ལྟ་བུར་བ་དེ་འགྱུར་བ་དངོས་མེད་བསེར་བུ་འདྲ་འགྱུར་བ་དངོས་མེད་བསེར་བུ་འདྲ་ཟེར་བ་དེ་ཁོ་རླུང་དང་འདྲ་བ་ཞིག་རེད་དེ་ལ་གཅིག་གིས་དངོས་པོ་འཁྲུལ་པ་ཡོད་མ་རེད་གསུང་དང་འགྱུར་བ་དངོས་མེད་བསེར་བུ་འདྲ་འཛིན་པ་མ་ཞུགས་ཟེར་འདུག་བ་དེ་གཅིག་པ་རེད། འཛིན་པ་མ་ཞུགས་ཟེར་དང་ཕ་གིར་བསགས་ཤིང་འཛིན་མེད་ངང་མ་བཅོས་རེ་དོགས་མེད་པར་ཞོག་ཟེར་འདི་རྫོགས་རིམ་སྐད་ཆ་རེད། བློ་འདས་རང་བཞིན་ལྷག་གིར་མཐོང་བའི་ངང་དུ་འཛིན་མེད་ཆ་ལ་མ་བཅོས་པར་ལྷུག་པ་རེ་དོགས་མེད་པའི་མཉམ་བཞག་བརྟན་པར་ཐོབ་པར་བྱ། དག་རྒྱས་ཅེས་བྱ་བ་ནི་མཐར་ནི་སྣོད་བཅུད། འོད་དུ་ཞུ་རང་ལ་ཐིམ་སྟེ་དེ་དག་ཀྱང་ཐུགས་ཀྱི་ཧྲིག་གེའི་ངང་དུ་དེ་ཉིད་དམིགས་མེད་ངང་ལ་ཞག་ལྷག་ཡང་ཁྲིད་འདི་རྐྱེན་རྐྱེན་ཚང་ཞག་ལོའི་སྔོ་ཚོད་གནས་སུ་ཨོ་མ་ཧོང་གི་ཚངས་གྲོལ་བའི་དོན་ལ་འཇུག་པར་འགྱུར་ཟེར་དུ་ད་མཐར་བསྡུ་རིམ་དེ་ཤེས་པར་ལྷར་སྣང་འོད་གསལ་དུ་བསྡུ་ཡོད་པའི་སྐབས་སུ་གཉུག་མའི་ལྷ་སྐུར་ལྡང་ལ་གནས་གསུམ་དུ་བསྲུང་བ། རང་གི་ལུས་འཕགས་པ་སྐྱེད་རེས་སུ་བསྒོམ་པ་དེའང་སྐྱེ་གནས་གཅིག་གིས་སྣང་ལ་རང་བཞིན་གྱིས་མ་གྲུབ་པ་རེད་སྣང་ལ་རང་བཞིན་གྱིས་མ་གྲུབ་པ་ཡིན་དུ་དེ་དག་ཐམས་ཅད་ཡང་འོད་དུ་ཞུ། འོད་དུ་ཞུ་ནི་ཅིའི་ངང་མ་གྲུབ་པའི་སྟོང་པ་ཉིད་ཀྱི་ངང་དུ་མཉམ་པར་བཞག་སྟོང་པ་ཉིད་ཀྱི་ངང་དུ་མཉམ་པར་བཞག་པའི་འོད་གསལ་དེ་ཡི་ངང་ནས་ལྷར་ཡང་ཟུང་འཇུག་འགྱུར་མེད་ཀྱི་སྐུ་ལས་ཡང་གདངས་ཆེ་ནས་ཆུ་ལས་མྱ་གདང་བ་ལྟ་བུ་སྐད་ཅིག་གིས་ནི་རང་ཉིད་འཕགས་པ་སྐྱེད་རེས་སུ་སྐུ་གནས་གསུམ་དུ་ཨོམ་དཀར་པོ་ཨ་དམར་པོ་ཧཱུྃ་སྔོན་པོ་གནས་གསུམ་དུ་སངས་རྒྱས་ཐམས་ཅད་ཀྱི་སྐུ་རྡོ་རྗེ་གསུང་རྡོ་རྗེ་ཐུགས་རྡོ་རྗེའི་རང་བཞིན་གསུམ་དུ་འགྱུར་སོང་བསམ་པའི་དམིགས་པ་བྱས། དེ་ནི་ཐ་མལ་པའི་སྤྱོད་ལམ་ནང་འཇོག་གི་ཡོད་རེད་འོད་སྟོང་ཞིག་རེད། དེ་ནི་བསྔོ་བ་བྱེད་དགོས་པ་རེད། འོད་ངོ་བོ་སྟོང་པ་ཉིད་ཀྱི་ངང་རྣམ་པ་སྙིང་རྗེ་ཆེན་པོ་སྐུ་སྟོང་སྙིང་རྗེ་ཚོགས་ཀྱི་འགྲོ་བའི་ཚུལ་ནི་སེམས་དཔའ་ཆེ་གེའི་གསུང་རྣལ་འབྱོར་བདེན་པའི་སྒོ་གསུམ་གཞན་དོན་དུ་བཀོད་ལ་རེས་འཇོག་མི་བྱེད་དེ་དེའི་ཆང་ཡིན་ནམ་རྣལ་མ་ཐེ་ཚེ་ལམ་ལས་སེམས་དཔའ་ཐ་དད་མེད་ཁེངས་ཤུགས་རེད། ཡང་དག་མི་བྱ་སྡོམ་ལས། ལྷ་རྣམས་ཀུན་ཏུ་ཐུགས་རྗེ་ཆེན་པོ་སྐུ་ལྔ་རྣམས་ཀུན་ཏུ་ཡི་གེ་དྲུག་པ་ཏིང་འཛིན་སྙིང་པོ་གང་ཤར་འཛིན་མེད་སྐུ་ལྟ་བའི་སྙིང་པོ་བྱར་མེད་ངང་ལ་སྤྱོད་པའི་སྙིང་པོ་སྙིང་རྗེ་ཚད་མེད་སྐུ་དེ་ཡི་རང་བཞིན་དུ་ན་ཐམས་ཅད་འགྲུབ་བདག་ཐབས་ཞུགས་ན་ལྷན་ནེ་འཇོམས་པ་ཡི་ང་ཡི་རྗེས་སུ་ཞུགས་པ་ཐབས་ཀྱིས་ལྷག་པའི་ལྷ་ཞུགས་ཡི་དམ་འདི་ལ་ཅིག་ཚེ་ཆེར་སངས་རྒྱས་འགྲུབ་པ་གདོན་མི་ཟ། ལྟ་བ། སྒོམ་པ་སྤྱོད་པ་གསུམ་བཤད་དུ་ག་དར་བདུན་ཡོད་དོ་ལྟ་བ་ག་རེ་ཟེར་ན་དེ་ནི། ལུས་ངག་ཡིད་གསུམ་བྱ་བྱེད་དང་བྲལ་བའི་གིས་སྟོང་པ་ཉིད་ཀྱི་ངང་དུ་ཞོག། རང་བཞིན་གྱིས་མ་གྲུབ་པའམ་སྤྲོས་པ་དང་བྲལ་བ་གང་ལ་ཡང་འཛིན་པ་མེད་པ་བློ་ཡི་གཏད་སོའི་ར་བ་མཐའ་དག་ལས་ཤེས་པའི་ངང་དུ་མཉམ་པར་ཞོག་དེ་ལྟ་བ་ཡིན། ལྟ་བ་རེད། དེ་ནི་དགོངས་པ་ག་རེ་ཟེར་ན་འོད་གསལ་རྒྱུན་ཆད་མེད་པ། འགྲོ། གཅིག་གིས་ཉལ་བ་ཡིན་ན་རེད་ཉིན་མོ་ཡིན་ན་རེད་མཚན་མོ་ཡིན་ན་རེད་འགྲོ་འདུག་གི་སྤྱོད་ལམ་གང་གི་སྐབས་སུ་ཡིན་ན་ཡང་ཐ་མ་བད་ཀན་འཛིན་རྟོག་གི་ངང་དུ་མ་འགྲོ་བ། དེ་ནི་འོད་གསལ་གཉུག་མའི་ཁོར་ཡུག་གི་ངང་དུ་བར་འགྱམ་ཐུབ་པ་གྱིས་དེ་དགོངས་པ་རེད། འདི་ནི་སྤྱོད་པ་དེ་དེ་ལྟ་བུ་གོང་དུ་བཤད་པའི་ལྟ་བ། སྤྲོས་པ་མཐའ་དག་དང་བྲལ་བའི་སྟོང་པ་ཉིད་དང། དགོངས་པ་འོད་གསལ་འཛིན་མེད། འདི་ནི་གཉུག་མའི་གཉུག་མ་འོད་གསལ་རྒྱུན་ཆད་མེད་པའི་གི་དེ་ལྟ་བུའི་གི་ལྟ་སྒོམ་ཟུང་དུ་འཇུག་པའི་གི་གནད་དེ་ཡི་རྒྱས་བཏབ་ནས། འདི་ནི་སྤྱོད་པ་དེ་བྱམས་པ་སྙིང་རྗེ་ལ་སོགས་པའི་གི་སེམས་ཅན་གྱི་དོན་ལ་ཡང་རྗེས་སུ་ཞུགས་དགོས་པ་རེད། འོ་དེར་ལྟ་བ་དགོངས་པ་བཅོས་པ་འོ་དེ་འདྲ་ཞིག་གི་ཐོག་ནས་བྱས་པ་ཡིན་ན་ད་དེ་རང་གི་དོན་ཡང་དེ་རང་རེད་གཞན་གྱི་དོན་ཡང་དེས་འགྲུབ་ཐུབ་ཀྱི་རེད། མ་འོངས་པ་ལ་ཡིན་ན་ཡང་རེད་དེ་ལྟ་བུའི་གི་ལམ་ལ་སློབ་ད་ལྟ་རྗེས་སུ་སློབ་བཞིན་པ་ཐམས་ཅད་ཀྱང་དེ་རང་གི་ངང་ལ་སློབས། ལྷག་པའི་ལྷག་ཆོག་སྤྱི་རེས་འདི་ལ་གསོལ་བ་བཏབ་པ་ཡིན་ན་ཚེ་གཅིག་ལ་སངས་རྒྱས་འགྲུབ་པ་ལ་ཐེ་ཚོམ་མེད་སོང་དུ་བ། ཐེ་ཚོམ་མེད་ཟེར་ཡ་དེ་སྤྱི་དང། ལྷ་ཁོ་རང་གི་ངོས་ནས་བྱིན་རླབས་དང། སྔགས་ཀྱི་བྱིན་རླབས་དང། བྱང་ཆུབ་ཀྱི་སེམས་ཀྱི་བྱིན་རླབས་ལ་ཉམས་ལེན་བྱས་ན་ཚེ་འདི་ལ་ཡང་སངས་རྒྱས་ཐུབ་ཡག་གི་ནུས་པ་ཡོད་པ་རེད། སངས་རྒྱས་དང་མ་རྗེས་སུ་ཡག་དེ་གང་ཟག་སོ་སོ་ལ་རག་ལས་ཀྱི་ཡོད་རེད། སོ་སོའི་ཉམས་ལེན་དེ་གནད་དུ་སོང་པ་ཡིན་ན་སངས་རྒྱས་ཐུབ་ཀྱི་རེད། སོ་སོའི་ཉམས་ལེན་དེ་གནད་དུ་འགྲོ་མ་ཐུབ་ན་ལྷ་སྤྱིན་རེ་ཟེར་ཡིན་པ་ཡིན་ན་རེད་བྱིན་རླབས་ཆེ་ན་རེད་སྔགས་ཡི་གེ་འབྲུ་དྲུག་ནུས་པ་ཆེན་པོ་ཡོད་ན་ཡིན་ན་ཡང་དེའི་བྱིན་རླབས་དང་སྟོབས་དང་ནུས་པ་དེ་རང་རྒྱུད་ལ་སྨིན་ཅིང་འཇུག་མ་ཐུབ་ན། དེ་ལ་བརྟེན་ནས་སངས་རྒྱས་ཐུབ་པའི་ནུས་པ་ཡོད་ཀྱང་ནུས་པ་དེ་མངོན་དུ་གྱུར་མ་ཐུབ་པ་ལ་བརྟེན་ནས་སངས་རྒྱས་ཐུབ་ཀྱི་མ་རེད་དེའི་ཁྱད་པར་དེ་ང་ཚོས་ཤེས་དགོས་ཀྱི་འདུག་དེ་མ་གཏོགས་རང་གང་ཡང་མེད་པ་ཆེ་སྤྱན་རས་གཟིགས་ཀྱིས་འགྲན་འགྲོ་གི་རེད་བསམ་པའི་བསམ་བློ་བཏང་པ་ཡིན་ན་འགྲིག་གི་ཡོད་མ་རེད་དེ་འདྲ་ཡིན་དུས་རྒྱལ་སྲས་རྣམས་ཀྱི་ཐུགས་རྗེ་དང་བྱིན་རླབས། རྒྱལ་བ་སྲས་དང་བཅས་པ་རྣམས་ཀྱི་ཐུགས་རྗེ་དང་བྱིན་རླབས་རང་གི་མངོན་ཞེན་རྒྱང་མེད་ཀྱི་སྐབས་སུ་ལ་ཡང་སྙིང་སྟོབས་དང་བརྩོན་འགྲུས་དང་ཤེས་རབ། དེ་ནས་ཆོས་ཉིད་བདེན་པའི་གེགས་སྟོབས་དེ་གསུམ་འཛོམས་ཡང་མི་འཛོམས་པ་ལ་བརྟེན་ནས་མངོན་པར་རྫོགས་པར་སངས་རྒྱས་པའི་ནུས་པ་དེ་ཡོང་གི་ཡོད་རབས་མ་གཏོགས་ཡན་གར་བ་རེ་རེས་ཀྱི་ནུས་པ་དེ་ཡོང་ཐུབ་ཀྱི་མི་འདུག་བ་འོ་དེ་ལ་བརྟེན་ནས་ཚིག་གི་གསང་ཆེན་སྒྲུབ་པ་དོན་མེད་ས་གསང་ཆེན་མཛད་པ་ཐམས་ཅད་འདི་ཡིན་འགྲོ་འོས་སྲས་སློབ་མའི་རྡོ་རྗེ་གསུམ་གྱི་ནན་ཏན་དུ་ཐུགས་ལ་འཇགས་པར་ཞུ།